མམ། བྱེ་བ་གདོན་ལ་སོགས་པ་བགྲང་བར་ནུས་ན་ནི། དུས་གསུམ་གྱི་སངས་རྒྱས་ཐམས་ཅད་དང་འདྲ་བ་མེད་ཅིང་དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཆོས་བསྒོམ་པར་འགྱུར། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་བྱིན་གྱིས་བརླབ་པར་འགྱུར། དཔེར་ན། དུས་གསུམ་གྱི་སངས་རྒྱས་ཐམས་ཅད་ཀྱི་ཆོས་བསྒོམ་པར་འགྱུར་ཞེ་ན། དེ་ནས་བདག་ཅག་གི་སྟོན་པ་མཉམ་མེད་ཁྱད་ཅི་བྱ་བུ་གིས་དེ་ཆོས་ཀྱི་སི་ཏི་བྱེ་བ་གསུམ་འདོན་བརྒྱ་ཡོད་ན་མཉམ་མེད་ཁྱད་ཅི་བྱ་བུ་གིས། མི་ཆོས་ཡོད་ལས་ཤི། ཆོས་ཀྱི་སྐྱི་བྱེད་བཞི་ཡོད་ཤི། ཆོས་ཀྱི་སི་ཏི་འདོན་བཞི་ཡོད་ལས་ཏེ་དེ་ནི་སངས་རྒྱས་དེ་གི་ཤིའི་འགྲོ་ལས་རེད། དཔེར་ན་ད་ལྟ་ང་ཚོ་གི་ཞལ་ལས་ལས་ཀ་ཅི་ཅིག་ལས་ནས་ངའི་ལས་ཀ་ཡག་མོ་འདི་འདྲ་ཅིག་ལས་རྒྱུ་ཡོད་དཔོན་པོ་གི་ཤིའི་ཤུལ་ཡོད་དགའ་ཞིག་དྲན་རྒྱུ་འདྲ་ཅིག་ཡོད་ད་རེ་ལས་དེ་དང་འདྲ་འདི་ཡང་སི་ཏི་བྱེ་བ་གསུམ་འདོན་བརྒྱ་ཡོད་ན་དེ་དེ་ནས་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་དེ་ཧ་གོ་དེ་ཤི་འགྲོ། དེ་ལ་དགོངས་པ་དགོངས་པར་འགྱུར་བ་འོ་དེ་འདི་ཅིག་རིགས་འགྲོ་ཞུས་ཡོད་རེད། དེ་ནས་མགུར་པད་མ་འབྱུང་ནས་ང་དང་དབྱེར་མི་ཕྱེད་པ་ཟེར་དེ་ནས་དམ་པ་གསུམ་གྱི་རྩིས་ཟིན་པའི་སྒོ་ནས་སི་ཏི་བྱེ་བ་གསུམ་ཡང་ཁྱོད་འདོན་བྱ་ཡོད་ན་དེ་ནས་མགུར་ཁོང་དང་དབྱེ་བ་མེད་མོད་རེད་ནས་ལྷ་སྲིན་སྡེ་བརྒྱད་ཐམས་ཅད་ཀྱི་བཀའ་ཉན་གྱིས་གསུང་བསྟོད་ཀྱིས་སྐྱོར་བའི་ལས་བསྒྲུབ་ཅིང། དེ་ནས་དེ་འདྲའི་མི་དེ། རབ་ཚེ་འདི་ལ་འཇའ་ལུས་འགྲུབ། ཞོགས་དངོས་རྒྱས་སུ་འཚང་ཞིང་དམ་པ་གསུམ་གྱིས་བརྩིས་ཟིན་པའི་སྒོ་ནས་དེ་ནས་སི་ཏུ་བྱེ་བ་གསུམ་ཡང་ཁྱོད་འདོན་བྱ་མོ་དེ། གཉེན་ཞག་ཕོ་མོ་ཡིན་ན་འདྲ་བླ་མ་གྲོད་པ་ཡིན་ན་འདྲ་མི་དེ་ཤི་སོང་ན་དེ་ནས་ཤི་བའི་གནས་སྐབས་སུ་ནམ་མཁའ་ལས་དེ་ནས་གཞན་དང་མི་འདྲ་བ་གཅིག་གི་འཇའ་ཤར་བར་འགྱུར་བ་ལ་སོགས་པ་ངེས་པར་དུ་འབྱུང་བ་ཐེ་ཚོམ་ཡོད་ལ་མ་རེད་དེ་ནི་རང་རང་སོ་སོ་གིས་འདིས་མ་བྱས་བསམ་བློ་མ་གཏོང་བརྟག་དཔྱད་མ་བྱས་ན་ནི་ཧ་མོ་དགོད་ལ་རུ་མ་གཏོགས་བརྟག་དཔྱད་བྱས་ནས་བཟུང་སྟེ་འོ་དེ་ནི་དེ་འདྲའི་གཅིག་རེད་དེ་ཡོད་རེད། དེ་ཡང་ནེ་ཙོའི་འདོན་པ་ཞིག་ནི་ཁ་རུ་ཁ་ཅོང་བག་གི་འདོན་བརྒྱ་ལས་ཚིག་གཅིག་གི་ཕན་ཡོན་དེ་འདྲའི་ཐོག་ལས་མར་བསྟན་ནས་དེ་ནི་སང་ལོ་སྟོང་གཟག་གཟག་ཞེས་གསོལ་བ་བཏབ་ནས་དེ་ནི་བྱེ་བ་གསུམ་ཡན་ཆོད་འདོན་བརྒྱ་ཡོད་ན་དེ་ནི་རབ་ཚེས་འདི་ལ་འཇའ་ལུས་འགྲོས་འབྲིང་འཁྱིལ་ཁ་འོད་གསལ་མ་བུ་འཕྲོས་ནས་འཁྱིལ་བ་ཆོས་སྐུའི་འོད་གསལ་གསལ་གྱི་དུས་ངོ་ཤེས་ནས་འཕོ་བ་ལྟ་མི་དགོས་ནས་དེ་ནི་སངས་རྒྱས་འགྲོ་ཆོས་དེ་འདྲའི་ཅི་ཡོང་རྒྱུ་ཡོད་རེད། དེ་ནས་གང་ཟག་ཐ་མ་ཡིན་ན་ཡང་བར་དོ་གི་ནང་ལས་ང་ཡི་ཞལ་མཐོང་ནས་གུ་རུ་རིན་པོ་ཆེ་པད་མ་འབྱུང་གནས་ཁོང་གི་ཞལ་མཐོང་ནས་བ་དུས་འཁྲུངས་སྣང་ཐང་ཆེན་རང་སར་གྲོལ་ཏེ། ཟངས་མདོག་དཔལ་གྱི་རི་བོ་རྔ་ཡག་པད་མ་འོད་དུ་འོད་གླིང་དུ་གཤེགས་ནས། སེམས་ཅན་གཞན་གྱི་དོན་ནུས་པ་ལྟ་བུ་གྱི་འགྲོ་དོན་དཔག་མེད་འབྱུང་བར་འགྱུར་བ་ཡིན་ཟེར་ནས་དེ་ནས་གུ་རུ་རིན་པོ་ཆེ་གིས་ད་དེ་འདྲའི་ཞེས་ནས་བཀའ་གནང་བཞག་ཡོད་རེད། འོ་ད་དེའི་ཞེས་ནས། ཤེས་བྱ་གི་དག་སེལ་དེ་བརྒྱ་སྟོང་ཁྲི་འབུམ་ལ་སོགས་པར་འདོན་ན་ཕན་དེ་ཚོ་ཐོག་གསུངས་ནས་གུ་རུ་རིན་པོ་ཆེ་གི་ཤེས་སྟངས་ཀྱི་བཀའ་དེའི་ནང་ཡོད་ཡིན་ས་རེད། དེ་ནས་དེའི་འོག་ཏུ་ལས་ཡང་མཁའ་འགྲོ་ཡེ་ཤེས་མཚོ་ལྗགས་ཀྱི་ཡར་ཞུས་ནས། ཤེར་ཕྱིན་གྱི་འབེལ་ཟ་གུ་རུ་གི་ཕན་ཡོན་རྒྱ་ཆེན་པོ་དེ་འདྲའི་གསུངས་ཏེ་བཀའ་དྲིན་ཆེ། ད་དུང་དེའི་སྟེང་དུ་འབན་ཛ་མགོ་རུ་པད་མ་ཨོམ་ཨ་ཧུང་འབན་ཛ་མགོ་རུ་པད་མ་སི་ཏི་ཧུང་ཟེར་གྱི་དུས་ཀྱི་འབྲུ་རེ་རེ་རེ་རེ་གི་གོ་དོན་ཡང་གཅིག་ཡིན་འབྲུ་རེ་རེ་རེ་རེ་ལ་ཕན་ཡོན་ཆེ་བས་ན་དེ་ཚོ་ཐམས་ཅད་གཅིག་གསུང་རོགས་ཞེས་ཟེར་ནས་ཡང་ཞུས་ཡོད་དེ་ཞུས་དུས་ལས་དེ་ནས་གུ་རུ་རིན་པོ་ཆེ་གིས། འབན་ཛ་མགོ་རུ་ཟེར་གྱི་དེ་ནི། སྔགས་སྐྱེས་བུའི་སྙིང་པོ་མ་ཡིན་སྲིད་གུ་རུ་རིན་པོ་ཆེ་ཁོང་ཁེ་ཨུར་མ་གི་སྔགས་ཀྱིས་མ་རེད། དཔེར་ན་ང་ཚོ་སྤྱན་རས་གཟིགས་ཀྱི་སྙིང་པོ་ལ་ཨོ་མ་ནི་པད་མའི་ཧཱུྃ་ཞེས་པ་ལྟ་བུ། འཇམ་པའི་དབྱངས་ཀྱི་གཟུངས་ལས་སྙིང་པོ་ལས་ཨོམ་ཨ་ར་པ་ཙཱ་ན་རྡི་ཞེས་པ་ལྟ་བུ། རྗེ་བཙུན་སྒྲོལ་མ་གི་སྐབས་སུ་ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོ་བྷ་ཞེས་པ་ལྟ་བུ་དེ་འདྲ་ཡོད་རེད་ལེ། དེ་ནས་ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་སོ་བྷ་ཞེས་འདོད་ན་རྗེ་བཙུན་སྒྲོལ་མའི་སྙིང་པོ་ཡིན་པ། དེ་ནི་ང་ཚོ་ཐམས་ཅད་ཀྱི་ཧ་གོ་ཤོས་ཡོད་རེད་ལེ། དེའི་རྒྱན་དུ་ཨོ་མ་ཨོ་འབལ་ཟླ་གུ་རུ་པད་མ་སི་ཏི་འོ་འདོན་ན་ནག་ཚོགས་ཀྱི་དུས་ཀྱི་སང་ལོ་སྟོང་བཅུ་གྱི་ནང་ལས་དེ་གུ་རུ་རིན་པོ་ཆེ་གི་སྙིང་པོ་རེད་སྔགས་རེད་དེ་འགྲིག་གི་དྲན་ཤེས་ཡོད་རེད་དེ་ནས་ངོ་མ་ཤེས་དུས་ཨོ་མ་ཨོ་འབལ་ཟླ་གུ་རུ་པད་མ་སི་ཏི་འོ་ཟེར་གྱི་དེ་གུ་རུ་རིན་པོ་ཆེ་གའི་རིན་མ་གྱི་སྔགས་དེ་རེད་ཡོད་ལ་མ་རེད་ཟེར་འོ་ན་ཅི་རེད་ཟེར་དུས་སངས་རྒྱས་ཐམས་ཅད་ཀྱི་སྔགས་རེད་དེ་ཡོད་ལ་རེད་གསུངས་ལ། དེ་ག་འདྲ་རེད་ཟེར་དུས། ཡི་དམ་རྒྱུད་སྡེ་བཞི་དང། ཁྱད་འཕགས་རིམ་པ་དགུ་དང། སངས་རྒྱས་ཤཱཀྱ་ཐུབ་པའི་ཞལ་ནས་གསུངས་པའི་ཆོས་ཀྱི་ཕུང་པོ་སྟོང་ཕྲག་བརྒྱད་ཁྲི་སྟོང་ཕྲག་བརྒྱད་ཀྱི་རྩ་གཞི་ཟེར་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་ཟེར་ན་འོ་ད་དེའི་ཡོངས་རྫོགས་ཀྱི་སྲོག་སྙིང་སྙིང་པོ་འདུས་པ་ཡིན། དེ་བཞིན་དུ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྔགས་འོག་ཨོ་མ་འོང་བན་དང་གུ་རུ་པད་མ་སི་ཏི་འོང་ཟེར་གྱི་དེ་ཡིན། བླ་མ་ཡི་དམ་མཁའ་འགྲོ་ཁྱུ་ཆུང་ལ་སོགས་པའི་སྙིང་པོ་ཐམས་ཅད་འོག་ཨོ་མ་འོང་བན་དང་གུ་རུ་པད་མ་སི་ཏི་འོང་ཞེས་པ་འདི་ལ་མཚུངས་ལྡན་ཡོད། དེ་ནས་དེ་འདྲའི་བཤད་ནས་སང་ལོགས་ཀྱི་སྟོང་བརྒྱ་ལ་ཡིན་ན། ཨོམ་ཨ་ཧོང་བན་ཛམ་གུ་རུ་པད་མ་སི་ཏི་ཧོང་ཟེར་ནས་འབྲུ་མ་བཅུ་གཉིས་ཡོད་རེད་ཡིན་འབྲུ་བཅུ་གཉིས་དེ་གའི་གསུང་རབ་ཡན་ལག་བཅུ་གཉིས་མཚོན་པ་ཡིན་དུས་ལས་གསུང་རབ་ཡན་ལག་བཅུ་གཉིས་ཟེར་རྒྱུ་དེ་བསྡུ་ན་སྡེ་སྣོད་གསུམ་དང་བརྗེས་པར་བཀྲལ་ན་ཆོས་ཀྱི་ཕུང་པོ་སྟོང་ཕྲག་བརྒྱད་ཅུ་རྩ་བཞི་འམ་བརྒྱད་ཁྲི་བཞི་སྟོང་རེད་དེ་ཡིན་དུས་ལས། དེ་ནས་ད་ལྟ་ང་ཚོ་རྐང་སྦྱོར་ལ་སོགས་པ་དེ་ཁྱོད་ཀྱི་ཕུང་པོ་སྟོང། བརྒྱད་ཁྲི་ཀྱི་སྟོང་གི་ནང་ནས་སང་ལོགས་ཀྱི་སྟོང་བཤད་ན་རྐང་སྦྱོར་ལ་སོགས་པ་ནི་དེ་ནི་རྒྱ་མཚོ་ཆུ་ཐིགས་ལྟ་བུ་མ་གཏོགས་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་ཀྱི་སྟོང་གི་ངོས་ནས་སང་ལོགས་སྟོང་བཤད་ན་ཉུག་ཉུག་གི་མ་གཏོགས་རེ་ཡོད་ལ་མ་རེད། དེ་ནས་དེ་ཡིན་དུས་ལས་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་ཡི་སྟོང་ཡོངས་རྫོགས་ཚར་གཅིག་བཀླགས་པ་དང། དེ་ནས་འབད་འདང་སྒོར་ཚར་གཅིག་ཚིག་བརྒྱའི་དོན་དྲན་བསྲེས་ན་དོན་བཞི་པའི་སྒོ་ནས་བསྲེས་ན་དེ་ནས་དམ་པ་གསུམ་གྱི་ཚིག་གསུམ་པའི་སྒོ་ནས་བསྲེས་ན་འདོད་ན། དེ་ནས། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བརྒྱད་སྟོང་ཚ་གཅིག་ལག་པ་དང་བན་ཡང་འདྲ་ཟེར་ནས་ཡང་ན་གསུང་རབ་ཡན་ལག་བཅུ་གཉིས་ཚ་གཅིག་ལག་པ་དང་བན་ཡང་འདྲ་ཟེར་ནས་འོ་དེ་འདྲས་བཤད་ན་ཆོག་ཟེར། དེ་ནས་དེ་དེ་འདྲ་ཡིན་དུས་ལས། དེ་ནི་དཔེར་ན། ཞི་ཆགས་ཀྱི་ངོས་ནས་དེ་འདྲས་ཅིག་རེད་དེ་ནི་བྱེ་བྲག་ཏུ་བཀའ་འགྱུར་དེ་དག་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བརྒྱད་སྟོང་ནང་གི་ཆ་ཤས་ཅིག་རེད་ལ། དེ་ནི། ཤེར་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་བརྒྱད་སྟོང་ཡོངས་རྫོགས་འབད་དང་གུར་ཚར་གྱིས་འདོན་ན་འདོན་པའི་ཕན་ཡོན་ཚར་གྱིས་བྲིས་ན་བྲིས་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་བརྒྱད་སྟོང་ཡོངས་རྫོགས་བྲིས་པའི་ཕན་ཡོན་ཐོབ་རྒྱུ་ཡོད་ན་དེ་ནི་བྱེ་བྲག་འབད་དང་གུར་ཚར་གྱིས་ཡབ་མོ་ཀྱི་ཆེད་འདོན་བཞག་ན་བསྐངས་གྱུར་ཚར་གྱིས་འདོན་པ་དང་འདྲ། འབད་དང་གུར་ཚར་གྱིས་ཡབ་མོ་ཀྱི་བྲིས་བཞག་ན་བསྐངས་གྱུར་ཚར་གྱིས་བྲིས་པ་དང་འདྲ་ཞེས་པ་ལ་སོགས་པ་ནི་དེ་ནི་སྨོས་མ་དགོས་པ་རེད་འདུག་དུས་དེ་ནས་གུ་རུ་རིན་པོ་ཆེ་གིས། ཨོ་མ་འོང་འབན་ཚང་གུ་རུ་པད་མ་སི་ཏུ་འོང་ཞེས་པ་འདི་ཉིད། འདའ་བར་གྱིས་ཤིག་ཟེར་འདི་མང་པོ་ཅིག་འདོན་བཞུགས་གསུངས་ལེ། འབྲི་བར་གྱིས་ཤིག་ཟེར་འབན་ཚང་གུ་རུ་ཚར་མང་པོ་ཅིག་བྲིས་བཞུགས་གསུངས་ལེ། མ་འོངས་པའི་སེམས་ཅན་རྣམས་ལ་བསྟན་པར་གྱིས་ཤིག་ཟེར་དེ་ནས་སེམས་ཅན་གཞན་དག་ལའོ་འབན་ཚང་གུ་རུ་ལས་ཕན་ཡོན་ཆེན་པོ་ཡོད་རེད་སེར་འདི་འདོན་དགོས་རེད་གུ་རུ་ལས་སོ་ཨ་བཏབ་དགོས་རེད་ཕན་ཡོན་འདི་འདྲ་ཡོད་རེད་འདོན་ལུགས་འདི་འདྲ་དགོས་རེད་ཟེར་ནས་སེམས་ཅན་གཞན་དག་ལའོ་ཆོས་ཚོགས་ཀྱི་ཤོག་ཞུའོ་གསུངས་ལེ། ད་དེ་ཞིག་འོང་དུས་ཨོམ་ཨ་འོམ་བས་འཛག་གུ་རུ་པདྨ་སི་ཏི་ཧོང་ཞེས་པའི་ཨོམ་ཨ་ཧོང་ཟེར་རྒྱུ་དེ་གོ། དེ་ནི་སངས་རྒྱས་ཐམས་ཅད་ཀྱི་ཨོམ་ནི་སངས་རྒྱས་ཐམས་ཅད་ཀྱི་སྐུ་ཡི་སྙིང་པོ། ཨ་ནི་སངས་རྒྱས་ཐམས་ཅད་ཀྱི་གསུང་གི་སྙིང་པོ། ཧོང་ནི་སངས་རྒྱས་ཐམས་ཅད་ཀྱི་ཐུགས་ཀྱི་སྙིང་པོ་ཡིན་དུས་ལས་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོངས་སུ་རྩོད་པ་དེ་ཨོམ་ཨ་ཧུང་གསང་སྔགས་ཚོང་འདུས་ཞུས་ཡོད་ལ། དེའི་ཚོང་འདུས་ལས་ཤེར་ཨོམ་ཨ་ཧུང་རྐྱང་པ་དེ་ཡང་བྱུགས་ཀྱི་རྒྱལ་བ་སྲས་དང་སྐྱེས་པ་ཐམས་སྐྱེས་ཀྱི་སྙིང་པོ་ཡིན་ཟེར་གྱི་མ་གཏོགས་མགུར་གེར་མ་གཞི་སྙིང་པོ་ཡིན་ཟེར་གྱི་རྒྱུ་ཡོད་ལ་མ་རེད། དེའི་སྟེང་དུ་ཡང་རྒྱལ་བ། དམ་པ་རིགས་བརྒྱ་ཟས་སྦྱོར། དེའི་རྒྱུན་དུ་ལྕེ་ལྡོག་གི་རྒྱུད་བཏགས་པ་ཡིན་ན་རིགས་བརྒྱ། རིགས་སྟོང། རིགས་ཁྲི། རིགས་འབུམ་ཕྲག། རིགས་སངས་རྒྱས་མི་ཆོད་པའི་བར་དུ་དབྱེ་ན། སངས་རྒྱས་ཀྱི་རིགས་དེ་འདྲ་མང་པོ་ཅིག་དབྱེ་རྒྱུ་ཡོད་རེད་གསུངས། དཔེར་ན་ཐར་མདོ་གི་ནང་དུ། དེ་ནི། ནམ་མཁའི་མཚམས་དང་མཐར་ཐུག་པར་ཤེས་པར་ནུས་ཀྱི་སངས་རྒྱས་ཐམས་ཅད་ཀྱི་མཚན་ནི་གྲངས་ཤིག་ཤེས་པ་མེད་དོ་གསུངས་པ་ལྟ་བུ་དང། དེ་ནས་ཕྱོགས་ཀྱི་རྒྱ་མཚོ་ཆེན་པོ་རྣམས་ཀྱི་ཆུ་ཡི་ཐིགས་པ་རེ་རེ་ནི་འདྲ་བར་ནུས་ཀྱང་སངས་རྒྱས་ཐམས་ཅད་ཀྱི་མཚན་ནི་གྲངས་སུ་ཤེས་པ་མེད་དོ་ཞེས་པ་ལྟ་བུ་དེ་འདྲའི་གསུང་བཞག་ཡོད་རེད། སངས་རྒྱས་ཤིན་ཏུ་མང་པོ་ཡོད་པ་འོ་དེ་ནས་རྒྱ་མཚོ་ཆེན་པོ་གི་ཆུ་ཐིགས་པ་རེ་རེ་བཞིན་དུ་སངས་རྒྱས་ཁྱེད་ཅག་ཐུབ་པ་གང་གི་རྩིས་དྲུག་བྱེད་དགོས་ན་རྩིས་དྲུག་འཐད། ཡང་ཡིན་ན་ཡང་སངས་རྒྱས་རེ་རེ་རེ་རེ་གི་མཚན་དེ་བགྲང་དགོས་ན་ད་དུང་རྩིས་དྲུག་མི་འཐད་གསུངས་པ་ལྟ་བུ་གི་དེ་འདྲའི་གི་སངས་རྒྱས་མང་པོ་ཅིག་ཡོད་རྒྱུ་དེ། བསྡུ་ན་རྒྱལ་བ་རིགས་ལྔ་གི་ནང་དུ་འདུས། དེ་བསྡུ་ན་རིགས་གསུམ་དེ་བསྡུ་ན་དེ་ནས་ཁྱབ་བདག་རྡོ་རྗེ་འཆང་གི་རྡོ་རྗེ་འཆང་ངམ་རྡོ་རྗེ་སེམས་དཔའི་རིགས་སུ་འདུ་ཟེར་ནས་དེ་འདྲ་བཤད་དགོས་ལ། དེ་ཡིན་དུས་ལས་སངས་རྒྱས་དང་རྒྱས། སངས་རྒྱས་ཞེས་བ་བསམ་གྱིས་མི་ཁྱབ་པ་མཚན་བགྲང་གྱིས་མི་ལང་བ་ཡོད་ཀྱི་དེ་ཚོ་ཐམས་ཅད་རྒྱལ་བ་རིགས་ལྔ་གི་ནང་དུ་འདུས་འདུག་ཞུས་ཡོད་ལ། དེ་འདུས་འོང་དུས་ལས། དེ་ནི་རྒྱལ་བ་རིག་སྔགས་ཀྱི་ས་བོན་ཏེ་ད་འབད་རྩ་འགོ་རུ་པད་མ་སེ་དང་སེ་ཆུན་འདི་ཚོར་ཚོང་དུ་ཡོད་རེད་དེ་ག་རེ་ཟེར་དུས་ལས། འབད་རྩར་ནི་རྡོ་རྗེ་རིགས། རྡོ་རྗེ་མི་བསྐྱོད་པའི་རིགས། དེ་ནི་དེ་གའི་སྙིང་པོ། ཟེར་དུས་ལས། རིག་སྔགས་ཀྱི་ནང་ནས་རྡོ་རྗེ་རིགས་ཀྱི་སྙིང་པོ་དང་བཅས་འབད་རྩར་ཞེས་པ་དེ་ལ་ཚོང།

དཔེར་ན་ནས་དཔེ་མི་རིག། འོད་དཔག་མེད་ལྟ་བུ་གི་དཔེ་མི་རིག་ཡོངས་སུ་རྫོགས་པ་ཐམས་ཅད་ཀྱི་རྩ་སྔགས་སྙིང་པོ་ཉེ་སྙིང་ཐམས་ཅད་འདི་དཔེ་མ་ཞེས་པ་འདི་ལ་མཚུངས། སི་ཏུ་ཞེས་པ་ནི་དངོས་གྲུབ་ཟེར། བོད་སྐད་ལ་བརྗོད་ན་དངོས་གྲུབ་རེད་དེ་ནི་ལས་ཀྱི་རིགས་ཏེ་བྱ་བ་གྲུབ་པ་ལས་ཀྱི་རིགས་ཏེ། ལས་རབ་གྲུབ་པ་ལས་ཀྱི་རིགས་ཏེ། དེ་ནས་སི་ཏུ་ཞེས་པ་དེ་ལ་འདོད་ཡོན་སྤྲུལ་པ་ལ་སོགས་པའི་ལས་ཀྱི་རིགས་ཀྱི་སངས་རྒྱས་རྣམས་ཀྱི་དེ་ནས་རྩ་སྔགས་སྙིང་པོ་ཉེ་སྙིང་ལ་སོགས་པ་ཐམས་ཅད་ཚོགས་འདུས་ལས་ལས་ཀྱི་རིགས་ཀྱི་སྙིང་པོ་འཁྱོག། ཧཱུྃ་ཞེས་པ་ནས། རྣམ་པར་སྣང་མཛད་བདེ་བར་གཤེགས་པ་རྣམ་པར་སྣང་མཛད་སངས་རྒྱས་ཀྱི་རིགས་བུདྡྷིའི་རིགས་སངས་རྒྱས་ཀྱི་རིགས་ཏེ་རིགས་སྔགས་ཀྱི་ནང་ནས་དེ་བཞིན་གཤེགས་པའི་རིགས། ད་དུས་ཀྱི་རྩ་སྔགས་སྙིང་པོ་ཉེ་སྙིང་ལ་སོགས་པ་ཐམས་ཅད་དེ་ཧཱུྃ་ཞེས་པ་འདི་ལ་ཚོང་དུས་ལས་དེ་ནས་སྦྱར་བ་རིགས་སྔགས་ཀྱི་སྙིང་པོ་ཐམས་ཅད་ཚོང་སྐུ་གསུང་ཐུགས་ཐམས་ཅད་ཚོང་འགྲོ་དུས་ལས་ད་འབད་རྩ་འགུ་རུ་ནི་མ་འདུས་ལས་གཅིག་གི། ཞོགས་ཀྱི་སྦྱར་བ་བསེ་དང་སྐྱེས་པ་མཐའི་མགོ་ཚིགས་གཅིག། དེ་ནས་སྙེ་ཨུ་འཇོལ་ལ་མ་རེ། སྐུ་གསུང་ཐུགས་གསུམ་གྱི་ནང་ལས་ཐམས་ཅད་གཅིག་འདི་དུས་ལས་རེ། རིགས་སྔགས་ཀྱི་ནང་ལས་ཐམས་ཅད་གཅིག་འདི་དུས་ལས་རེ་དེ་ཡིན་དུས་ལས། དེ་ནས་སངས་རྒྱས་ཡོད་ཚད་ཀྱི་སྙིང་པོ་ཐམས་ཅད་འདི་ལ་ཚོང་དུས་ཡོད། དེ་ཡིན་ཏེ་སངས་རྒྱས་ཡོངས་རྫོགས་ཀྱི་སྙིང་པོ་ཡིན། ཡང་ཨོ་མ་ཧོ་འབེ་ཛ་གུ་རུ་པེ་མ་སི་དེ་ཧོང་ཛི་ད་རི་གོང་དུ་བཤད་པ་དེ་བཤད་སྟངས་གཅིག་རེད་ཡང་བཤད་སྟངས་གཞན་གཅིག་ཤེས་ན་ཨོམ་ནས་རྒྱལ་བ་རིགས་ལྔ་ལོངས་སྤྱོད་རྫོགས་ཏེ་སངས་རྒྱས་ལོངས་སྤྱོད་རྫོགས་པའི་སྐུ་ཐམས་ཅད་བསྟན་ཞིག་ཡོད་ཟེར་སངས་རྒྱས་ཐམས་ཅད་སྐུ་གསུམ་གྱི་ནང་དུ་འདུས་ཤིང་དེ་ནས་ཨོམ་ཞེས་པ་དེ་གི་ལོངས་སྐུ་ཐམས་ཅད་བསྡུས། དེ་ནས་དེའི་སྐུའི་འོག་ཏུ་ཨ་ཞེས་པ་དེ་གའི་ཆོས་སྐུ་མི་འགྱུར་ཡོངས་སུ་རྫོགས་ཏེ་ཆོས་ཀྱི་སྐུ་ཐམས་ཅད་བསྡུས། ཧཱུྃ་ཞེས་པ་དེ་གའི་སྤྲུལ་སྐུ་མགུ་རུའི་དྲུང་དུ་རྫོགས་ཏེ་སྤྲུལ་པའི་སྐུ་ཐམས་ཅད་བསྡུས། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་སྟེ་ཨོམ་ཨ་ཧཱུྃ་གསུམ་ཞེས་པ་དེ་གའི་བསྡུས། དེ་ནས་ཡང་སངས་རྒྱས་ཐམས་ཅད་འདུས་ན་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་དུ་འདུས་ཤིང་དེས་གསུངས་ཏེ། ཨོམ་ལོངས་སྐུ་ཨ་ཆོས་སྐུ་ཧཱུྃ་སྤྲུལ་སྐུ་ཞེས་ནས་འོ་དེ་འདྲའི་ཞི་གནས་ཞེས་གསུངས་ན། འདིར་ད་དེ་འདྲའི་ཞི་གནས་གསུངས་ཡོད་རེད་ཞེས་ཕྱག་གི་དབང་དུ་བྱས་ན་ཡང་ན། ཨོམ་ཆོས་སྐུ། ཨོམ་སྤྲུལ་སྐུ། ཨ་ལོངས་སྐུ།

ནི་དེ་དང་མཆོག་གི་དྲུག་གི་གཞི་ན་མ་བཞི་ན་བཟོ་དང་ཤེས་བ་ལ་སོགས་པ་ཡང་ཡིན་ཆོག་དེ་འདྲི་གི་རིགས་ཐམས་ཅད་ཀྱི་སྙིང་པོ་ཡིན། དེ་ནས་དེའི་སྟེང་དུ་འབན་གཟར་ཞེས་པ་ཀའི་འབན་གཟར་དེ་ཀའི་ལྷ་ཁྲོ་བོའི་ཚོགས་ཐམས་ཅད་བསྟན་དུས་ལས་ཧེ་རུ་ཀ་ཡི་ལྷ་ཚོགས་ཡོངས་སུ་རྫོགས་པ་ཐམས་ཅད་འབན་གཟར་ཞེས་པ་ཀའི་ནང་དུ་དེ་དག་གི་རྩ་སྔགས་སྙིང་པོ་ཉེ་སྙིང་ཐམས་ཅད་འབན་གཟར་ཞེས་པའི་སྟེང་ནང་དུ་འདུས་ཏེ་ཡོད། མགོ་ཡོད་ནི་བླ་མ་རིག་འཛིན་གྱི་ལྷ་ཚོགས་ཏེ། དེ་ནས་བླ་མ་རིག་འཛིན་ཐོད་པའི་དོམ་བུ་ཞེས་པ་དང་དེ་ནས་ཚེ་ལ་དབང་བའི་རིག་འཛིན་རྣམ་པར་སྨིན་པའི་རིག་འཛིན་ཞེས་པ་ལ་སོགས་པའི་བླ་མ་རིག་འཛིན་གྱི་ལྷ་ཚོགས་ཡོངས་རྫོགས་དེ་མགོར་ཞེས་པ་དེ་ཀའི་སྟེ། དེ་ནས་པད་མ་ཞེས་པ་དེ་ཀའི་ནི་མཁའ་འགྲོ་དང་ཤུགས་འགྲོ་ལ་སོགས་པ་ཀྱི་དཔའ་བོ་མཁའ་འགྲོ་ཐམས་ཅད་དེ། སི་ཏུ་ཞེས་པ་དེ་ཀའི་ནི་ནོར་ལྷ་གཏེར་བདག་ཀུན་གྱི་སྲོག་སྟེ། ནོར་ལྷ་གཏེར་བདག་ཐམས་ཅད་དག་གི་རྩ་སྔགས་སྙིང་པོ་ཉེ་སྙིང་ཐམས་ཅད་སི་ཏུ་ཞེས་པ་ཀྱི་ནང་དུ་འདུས་ཏེ་ཡོད། ཧཱུྃ་ནས། ཆོས་སྐྱོང་སྲུང་མ་ཕོ་རྒྱུད་མོ་རྒྱུད་མ་ནིང་གི་རྒྱུད་དེ་རྒྱུད་གསུམ་གྱི་སྲུང་མ་དྲེགས་པའི་ལས་དང་ཡེ་ཤེས་དང་རྒྱུད་བསྟན་པའི་ཚུལ་བསྟན་པའི་སྲུང་མ་ཐམས་ཅད་ཀྱི་སྲོག་སྙིང་ཡོངས་སུ་རྫོགས་པ་དེ་ཧཱུྃ་ཡིན་འདུས་ལས་དེ་དག་གི་རྩ་སྔགས་སྙིང་པོ་ཉེ་སྙིང་ཐམས་ཅད་ཧཱུྃ་ཡིན། ཧཱུྃ་གི་ནང་དུ་འདུས་ཏེ་ཡོད། དེ་ཤེས་པ་ཡིན་ན། དེ་ནས་ཨོ་མ་ཧཱུྃ་འབེན་ཚང་གུ་རུ་པད་མ་སིདྡྷི་ཧཱུྃ་ཞེས་པ་དེ་གའི་སྐུ་གསུམ། དེའི་རྒྱུན་དུ། ཁྲོ་བོ། བླ་མ། ནོར་ལྷ། མཁའ་འགྲོ། ཆོས་སྐྱོང་ཐམས། སྐྱེས་ཀྱི་སྲོག་སྙིང་ཡོངས་རྫོགས་ཡིན་དུས་ལ་དེ་ཐམས་ཅད་ཀྱི་སྙིང་པོ་ཡིན། དེ་ནི་ཁ་ཁྲིད་ནས་འདོན་ཀྱང་ན་ལྷ་སོ་སོ་ལ་སྙིང་པོ་སོ་སོ་འདོན་གྱི་ཡོད་རེད། དེ་ནི་ཚོང་དམག་གི་སྲོག་སྙིང་གཅིག་ཏུ་བསྡུས་པ་ལ་བསམ་བློ་གཏོང་རྒྱ་ཡིན་ན་དེ་ནི་འབེན་རྫ་མགོ་རུ་སོགས་ཨོ་མ་འོ་འབེན་རྫ་མགོ་རུ་སོགས་འབྲུ་མ་བཅུ་གཉིས་པོ་འདི་དེ་ནི་ད་ལྟ་སྐུ་གསུམ་དང་དེ་ནི་ཁྲོ་བོ་ཞི་བ་བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་ནོར་ལྷ་སྟེ་བདག་ཐམས་ཅད་ཀྱི་སྤྱི་ཁྱབ་ཀྱི་ཐུན་མོང་མ་ཡིན་པ་ཀྱི་དེ་ནི་སྙིང་པོ་དེ་ཡིན། དེའི་འགྲེལ་པ་བརྒྱད་སྟོང་གཅིག་རེད། ཡང། གོ་དོན་གཞན་གྱིས་བཤད་ན། དབང་མ་འོངས་པའི་མཚམས་དགུ་རུ་པདྨ་སི་ཏི་ཧཱུྃ་ཞེས་པ་ལ། དབང་མ་ཨ་འོངས་ནས། རྒྱུད་སྡེ་གསུམ་གྱི་སོགས། དེ་ནས་རྒྱུད་སྡེ་དེ་ལས། ད་ནང་རྒྱུད་སྡེ་གསུམ་གསལ་མ་གྱིས་ནང་རྒྱུད་སྡེ་གསུམ་གསལ་རྒྱུ་དེ་ཕ་རྒྱུད་མ་རྒྱུད་གཉིས་མེད་ཀྱི་རྒྱུད་ཞེས་པའི་ཐ་སྙད་བཏགས་ནའང་འདྲ། ཡང་ན། མ་ཧཱ་ཡོ་ག། ཨ་ནུ་ཡོ་ག། ཨ་ཏི་ཡོ་ག་ཞེས་པའི་ཐ་སྙད་བཏགས་ནའང་འདྲ་སྟེ། ད་དེས། རྒྱུད་སྡེ་གསུམ་གྱི་གསུང་སྔགས། རྒྱུད་སྡེ་གསུམ་གྱི་དེ་ནི་གསང་སྔགས་རིག་སྔགས་གཟུངས་སྔགས། རྒྱུད་སྡེ་གསུམ་གྱི་དེ་ནི་རྒྱུད། རྩ་རྒྱུད་དང་བཤད་རྒྱུད་ལ་སོགས་པ་ཐམས་ཅད་དེ་ཨོམ་ཨ་ཧུ་ཞེས་པ་འདི་གི་གོ་དོན་གྱི་ནང་དུ་ཚོང་དེ་ཡོད་རེད་དོན་གྱི་དབང་དུ་བྱས་ན་ཚོང་དེ་ཡོད་རེད་དེ་ནས་སྙིང་པོའང་ས་བོན་གྱི་དབང་དུ་བྱས་ན་འོ་དེ་ཡིན་དུས་ལས་གཙོ་བོ་ཡིན། ནང་རྒྱུད་སྡེ་གསུམ་གྱི་གཙོ་བོ་ཡིན། སྦེན་ཛར་ཞེས་པ་དེ་གི་དེ་ནི་སྡེ་སྣོད་གསུམ་གྱི་ནང་ནས་འདུ་བ་དང་མདོ་སྡེ་གཉིས་ཀྱི་གཙོ་བོ་ཡིན། མགུར་ཞེས་པ་དེ་གི་སྡེ་སྣོད་གསུམ་གྱི་ནང་ནས་མངོན་པ་དང་དེ་ནི།

དེའི་རྒྱན་དུ་སི་ཏི་ནི་མ་ཧཱ་དང་ཨ་ནུ་གཉིས་ཀྱི་སྲོག། ཧཱུྃ་ནི་རྫོགས་ཆེན་ཨ་ཏི་ཡོ་གིའི་སྲོག་སྟེ་ཤེར་དབང་ཨ་ཧོ་གསུམ་སྟེ་རྒྱུད་སྡེ་གསུམ་གྱི་སྲོག་ཡིན་ཟེར་ཕྱིར་བསྟན་ནས་དེ་ནི་བྱེ་བྲག་འདིས། སི་ཏི་མ་ཧཱ་ཨ་ནུ་གཉིས་དང་ཧཱུྃ་རྫོགས་ཆེན་ཨ་ཏི་ཡོ་ག་གི་སྲོག་ཞེས་འོང་དུས་ལས། མདོ་སྡེ་སྣོད་གསུམ་དང་སྔགས་རྒྱུད་སྡེ་བཞིའང་དྲུག་པོ་ཡོངས་སུ་རྫོགས་པ་སྟེ་དེ་ནི་འབེན་ཚ་གུ་རུ་ཀུན་སྣང་ཚོང་དེ་ཡོད་སྲིད་སི་ཏི་ཀུན་སྣང་ཚོང་དེ་ཡོད་སྲིད་དེ་ཚར་གཅིག་འདོན་ན་དེ་དག་ཐམས་ཅད་འདོན་པ་དང་སྲིད་དེ་ཚར་གཅིག་གིས་ཐུགས་རྒྱུད་བསྐུར་ན་དེ་ནི་ད་ལྟ་རྒྱུད་སྡེ་དེ་དག་ཡོངས་རྫོགས་ཀྱི་ལྷ་བུའི་ལྷ་ཚོང་ལགས་ཀྱིས་ཐུགས་རྒྱུད་བསྐུར་བ་ལྟ་བུ་གི་སྙིང་པོ་ས་བོན་ཉིད་སྙིང་པོ་དང་ཉིད་སྙིང་འོ་དེ་འདྲས་ཀྱི་སྐོར་བྱོན་འགྲོ་རྒྱུ་ཡིན་ཟེར་ནས་འོ་དེ་འདྲས་གསུངས་སོང་ལ། དེ་བཤད་སྟངས་གཅིག། ཡང། བཤད་སྟངས་གཅིག་འཛིན་ན་ད་འབད་རྩ་དགོས་རིགས་གཅིག་ལ་འོ་དོན་འདི་འདྲ་མང་པོ་ཆ་ཚང་དེ་ཡོད་རེད་ཚང་སྟངས་གཅིག་དེ་འདྲས། ཡང། ཨོ་མ་ཨོ་འབད་རྩ་དགོས་རུ་པེ་མ་སི་དེ་ཧོང། དེ་ཨོ་མ་ཨ་ཧོང་ཟེར་ད། གོང་དུ་བཤད་པ་དེ་ཚོ་འབད་རྩ་དགོས་རུ་དེ། རྒྱུ་དེ་བཞི་འམ་དྲུག། དེའི་རྒྱུན་དུ། སྡེ་སྣོད་གསུམ། བཏགས་པའམ་ཡང་ན་ཐེག་པ་རིམ་པར་བསྒོས་བཏགས་པའང་ཡང་ན་དེ་ནི་རྒྱལ་བ་ཞི་བ་དང་ཁྲོ་བོ་ཡང་ན་སངས་རྒྱས་སྐུ་གསུམ་ཡང་ན་རྒྱལ་བ་རིགས་ལྔ་ཐམས་ཅད་ཀྱི་སྙིང་པོ་ཡིན་པའི་རྒྱུ་མཚན་དེ་དང་དེ་ཡིན་ཆོས་ཀྱི་སྒོ་ནས་བཤད་ཚར་ནས། ད་འབད་འཛམ་གོ་རུ་འདོན་ན། སྒྲིབ་པ་དག་ལས་ཀྱི་ནུས་པ་ཅི་འདྲ་བཅུག་ཡོད་ཟེར་ནས་དུས་ཀྱི་ངོས་ནས་བཤད་ན་སྐྱེ་འགྲོ་རྒྱུས་ཡོད་ཟེར་ནས་བྲི་ཁ་ཞིག་ན་དེ་གི་ལན་དུ་ལས་ཨོམ་ཨ་ཧྥུང་གསུམ་པོ་འདི་འདོན་དེ་ལས་ཡིན་ན་དུ་གསུམ་ལས་བྱུས་པའི་སྒྲུབ་པ་ཐམས་ཅད་དག་འགྲོ་ཟེར། དེ་ནི་དེ་ཡང་རྫོགས་རོགས་ཆེན་པོ་ཐུན་མོང་མ་ཡིན་པའི་སྐབས་དེ་ཚོ་ལས། དེ་ནི་འགྲོ་བ་རིགས་དྲུག་གི་ས་བོན། དེ་ནི་རང་གི་ལུས་ལས་རྩ་དང་ཡི་གེ་རྣམ་པ་རྩ། རིགས་དྲུག་གི་ས་བོན་གྱི་རྣམ་པ་ཅན་གྱི་རྩ་དེ་ཚོ་ཡོད་འདུག་ལར་དེ་ཡོད་པའི་དབང་གིས་ཤི་ཁ་ལས། དམྱལ་བའི་ས་བོན་གྱི་ནང་དུ། རང་གི་སྣང་ཤེས་དེ་ཞུགས་སོང་ལ་ཡིན་ན་དམྱལ་བའི་སྣང་བ་ཤར། ཡི་དྭགས་ཀྱི་ས་བོན་གྱི་ནང་དུ། རང་གི་སྣང་ཤེས་དེ་ཤི་ཁ་ལས་ཞུགས་སོང་ལ་ཡིན་ན་ཡི་དྭགས་ཀྱི་སྣང་བ་ཤར་འགྲོ་རྒྱུ། དུད་འགྲོའི་ས་བོན་གྱི་ནང་དུ་ཞུགས་སོང་ལ་ཡིན་ན་དུད་འགྲོར་སྐྱེ་བའི་སྣང་བ་ཤར་འགྲོ་རྒྱུ། འོ་དེ་འདྲའི། འགྲོ་བ་རིགས་དྲུག་གི་ས་བོན་དེ་ལུས་ལ་ཡོད་འདུག་ཞུ་ལ། རྩ་བཞི་གི་རྣམ་པ་ཅན་དུ། འོ་ད་དེའི་རེ་འོང་འདུག་ལས། དེ་དག་གཞུང་བཞེས་ལ། དེ་ནས། རིག་པ་སྐུ་གསུམ་དངོས་ཡིན་ཡིན་ཕྱིར་འབྲུ་གསུམ། སྐུ་གསུམ་ཡི་གེ་གསུམ་དུ་ཤར་ཟེར་ནས་སྐྱེས་འོང་དུས། ཡི་གེ་གསུམ་དེ་ཨོམ་ཨ་ཧུན་གསུམ་རེད་ཨོམ་ཨ་ཧུན་གསུམ་དེ་འདི་ཡང་ནི། དེ་ནི་རང་གི་ལུས་ཀྱི། རིགས་དྲུག་གི་ས་བོན་གྱི་རྣམ་པ་ཅན་གྱི་རྩ་ཡི་གེ་དེ་ཚོ་ཕ་བཞང་དེས་སང་སང་བྱས་ནས། ད་ལྟ་ནི་ལུས་ཀྱི་རིགས་དྲུག་གི་ས་བོན་དེ་ཚོ་ཕར་བསྲེས་སྦྱང་བྱས་ནས་བཞང་ཡ་དེ་སང་སང་བྱས་ནས་ཐབས་བཞི། དེ་འདྲས་ཀྱི་སྒྲུབ་ཐབས་ཀྱིས་སྒྲུབ་ཐབས་ཟེར་ན། སྦྱོང་འཇུག་ཀྱི་རིགས་དྲུག་གནས་སྦྱོང་ཟེར་གྱི་དེ་འདྲའི་སྦྱོང་འཇུག་ཀྱི་ཡོད་ལ་རེད། དེ་ནས་དེ་དང་འདྲ་དེ་ནི་འདི་ཨོམ་ཨ་ཧུན་གསུམ་དེ་ནི་སྐུ་གསུམ་གྱི་ས་བོན་ཡིན་དུས་ལས་དེ་ལ་བརྟེན་ནས་དུས་གསུམ་ལས་སྤྱིར་སྐུའི་སྒྲུབ་པ་དག། དེ་ཡང་དཔེར་ན། དབང་གིས་ཞེས་བྱ་བ་གྱི་ངོས་ནས་བཤད་ན་དབང་གིས། གཏི་མུག་ལས་གྱུར་པའི་སྒྲིབ་པ་ཐམས་ཅད་དག། ཨ་ཡིས། དེ་ནས་འདོད་ཆགས་ལས་གྱུར་པའི་སྒྲིབ་པ་ཐམས་ཅད་དག། ཧཱུྃ་གིས་ཞེ་སྡང་ལས་གྱུར་པའི་སྒྲིབ་པ་ཐམས་ཅད་དག། འདོད་ཆགས་ཞེ་སྡང་གསུམ་ལས་གྱུར་པའི་སྒྲིབ་པ་སྟེ་ཨོྃ་ཧཱུྃ་ཞེས་པ་དེ་དག།

དེ་ནི་སྤྱིར་རྩ་བའི་ཉོན་མོངས་པ་དང་ཉེ་བའི་ཉོན་མོངས་པ་ཧཱུྃ་ཞེས་པ་དེ་གས་ནི་རྩ་བའི་ཉོན་མོངས་པ་དང་ཉེ་བའི་ཉོན་མོངས་པ་དེ་ཉོན་མོངས་པ་ལས་གྱུར་པའི་སྒྲིབ་པ་ཐམས་ཅད་དག། དེ་ཡིན་ཏེ་དེ་གའི་སྤང་བྱ་སྤང་ཚུལ་ལམ་སྒྲིབ་པ་སྦྱོང་ཚུལ་གྱི་ངོས་ནས་བཤད་ན་དེ་ནི་གཞུང་སྟོང་དོན་འདྲེས་ཀྱི་ཞལ་ནས་སྦྱོང་རོགས་ཞུ།